བོད་ཀྱི་བྲག་རི་དེ་ལས་དང་པོ་འདྲ་པོ་ཅན་ཅན་ཡིན་ན། གཞི་རྒྱུ་རྫོགས་མཁན་འདྲ་པོ་དེ་ཨི་ཏྲ་ལི་གི་ཏུའུ་ཆི་སེ་ཡ་གི་མཁས་པ་ཆེན་པོ་ཅིག་བྱོན་པོ་རེད་ད་མངའ་རིས་དང་ལ་དྭགས་དང་དེ་སྲིད་ཀོལ་ཁའི་བྲག་རི་མང་པོ་གཉིས་དེ་ཨིན་ཇི་སྟེ་ཨི་ཏྲ་ལི་གི་ཡི་གེ་སྟེང་ལ་བྲིས་ཨིན་ཇི་ལི་རྒྱུ་རྒྱ་ཡིག་ལི་རྒྱུ་མང་པོ་ཡོད་རེད། འོ་དེ་འདྲ་ཞིག་དུ་ད་དེ་སྲིད་ལོ་སྟོང་ཕྲག་བརྒྱད་དགུ་གི་ལོ་རྒྱུས། ཨ་ནི་མང་ཆེ་ན་ཁྲི་ཀྱི་ལོ་རྒྱུས་ནང་འགྲོ་བསྡད་ཀྱི་ཡོད་རེད། དེ་ནས་ནག་ཉེས་ལོ་གསུམ་གྱི་གཅིག་གི་སྔས་ལས་ང་ཚོས་སྐྱེ་རྒུ་མདོ་ལས། འབྲི་ཆུ་གི་རྒྱུད་ལས་ཡོ་བྲག་གི་ནང་ལ་དེ་བྲག་རི་རྩེ་སོ་ལྟ་སྟངས་མང་པོ་སྐྱེས་འདུག་ཨ། ད་བྲག་རི་དེ་གི་ག་རེ་མཚན་གི་ཡོ་བ་ཟེར་དུས་བྲག་གི་ལོ་རི་མོ་བྲིས་ག་ཡོ་རི་རི་མོ་དེ་ལ་མ་དག་ལ་དེ་འདྲ་སེང་ཆེན་འདྲ་པོ་འདུག་ཨ་ནི་མདའ་འདྲ་པོ་སྐུ་འདྲ་པོ་སེང་ཆེན་མཆེ་གདན་མཁན་འདྲ་པོ་གཡོ་བ་འདྲ་པོ་ཁ་འདྲ་པོ། ཨ་ནི་རྔ་མོང་བྲིས་ག་ཟེར་དེ་འདྲ་འདུག་ང་དེར་ཨ་ནི་སྐྱེས་ཤུགས་ཟེར་གྱི་ཕྱིན་པ་ཡིན། ད་དེ་ལྟ་ཡོང་དུས་དེ་ནས་ལོ་སྟོང་ཕྲག་བརྒྱད་དགོས་ཀྱི་འཕྲིན་ཡན་ཆད་ཀྱི་བཀའ་ལ་ང་ཚོས་དཔེར་ན་སེམས་ཅན་གང་དག་བེད་སྤྱོད་གཏོང་གི་ཡོད་པ། ཨ་ནི་སེམས་ཅན་གྱི་དེ་ཚོ་གང་དག་བེད་སྤྱོད་གཏོང་གི་ཡོད་པ། བསྐྱར་ལོག་ག་འདྲ་བོད་ཀྱིས་གཏོང་གི་ཡོད་པ། རིག་གནས་ག་འདྲ་ཅིག་བཟོ་གི་ཡོད་པ་དེ་ཚོ་ཚང་མ་དེ་ང་ཚོ་དེང་སང་བྲག་རི་དེ་ཚོ་གི་ནང་ལོག་ལ་ཡང་ང་ཚོ་མཐོང་བསྡད་གི་ཡོད་རེད། བྱས་ཙང། ད་ལྟ་སྐྱེ་རྒུ་མདོ་སྟོད་ཀྱི་འབྲི་ཆུ་རྩ་བ་གི་བྲག་རི་དེ་ཚོ་ལ་བལྟ་ཡོང་དུས་ཕ་སྐྱེས་ལོ་སྟོང་ཕྲག་བརྒྱད་དགུ་འཕྲད་ཡང་ཁྱེད་མི་འགྲོ་སོང་ཡང་ལབ་པ་དེ་འདྲ་འདུག། ཡིན་ན་ཡང་བྲག་རི་སློབ་སྦྱོང་ཟེར་དེ་སློབ་སྦྱོང་ཁ་ཁ་རེད་ང་དེའི་སྐོར་ལ་སློབ་སྦྱོང་བྱེད་མ་མྱོང། ང་ཁོ་ཚོ་གི་སྐད་གཏོང་ཡ་དེ་ད་ང་ལོ་རྒྱུས། འདི་དག་བདག་ཆེས་མཁས་པ་འདྲ་པོ་ཅིག་ལ་སྐད་གཏོང་པ་རེད། གྲོགས་རིག་ལྟ་མཁན་ཡང་རྒྱ་མང་པོ་ཅིག་སྐད་གཏོང་དགོས་རྒྱ་སྐད་ཁ་སྐད་ཅིག། ཁྱོད་ཀྱི་གསང་དུ་བྱས་དུས་ཕལ་ཆེར་ང་ཚོ་བོད་ཀྱི་རིགས་ནང་དུ་ལྟ་དུས། བཞི་པ་བཙན་དང་ལྔ་པ་སྲིན་པོ་གིས་དབང་ཆ་བཞག་པའི་དུས་ར་དེ་ཚོད་དང་འདྲ་པོ་འདུག་དྲན་བྱུང། ཨ་ནི་དེའི་བཀའ་བསྡུ་བ་ལ་ང་ཚོ་མཚུངས་འདི་འདྲ་བོ་ཀྱི་ཚོ། ནན་ཀྲུའུ་ལྟ་ཞོད་འདྲ་བོ་དང་ཀྲེ་ཅང་ལྟ་ཞོད་འདྲ་བོ། ནན་ཅིང་ལྟ་ཞོད་འདྲ་བོ་ཀྱི། Professor དག་ཇོ་ཧྲུའུ་ཁ་ཁལ་གྱི་ལས་བྱ། ཁོ་ཚོ་ཚང་མ་བྲག་རི་ལྷོ་ལྗོངས་ཞིང་གི་རེད་བྱ། དེ་ཚོ་ང་ཚོ་སྐོར་ར་གྱི་རྒྱ་ཡག་ཚད་མ་དང་ཅི་ནི་མཚུངས་འདི་ཡི་ཚོ་སྟེ། ད་མཚུངས་འདི་ནང་ལ་བཤད་དུས་བྱིས་སྟོང་བྲག་རི་དེ་ཚོ་ལོ་སྟོང་ཕྲག་བདེན་བརྒྱད། ང་དགེ་ལོ་རྒྱུས་དེ་འགྲོ་གི་ཡོད་རེད་ད་དེ་བྱས་ན་ང་ཚོའི་ལོ་རྒྱུས་དེ་ཡང་ཡན་རིང་པོ་ཅིག་འགྲོ་ཡོང་གི་ཡོད་རེད། དེ་ནས་ཡང་དཔེར་ན་རྒྱ་རིགས་ཀྱི་ལོ་རྒྱུས་དེ་ལ་ཁོ་ཚོ་ལོ་རིག་གནས་ཀྱི་ལོ་རྒྱུས་རེད་ཨ་རིག་གནས་ཀྱི་ལོ་རྒྱུས་དེ་ལོ་སྟོང་ཕྲག་ལྔ་ཟེར་གི་རེད་བ། རྒྱ་སྐད་ཟེར་ན་དབུགས་ཆད་ནས་དེ་འོས་མི་འོས་མི་སུ་ཟེར་གི་འདུག་བ། གལ་ཏེ་ང་ཚོས་དེ་བྱས་ཏེ་དེ་གོམས་འགྲོ་བྱེད་བསྡད་གི་ཡོད་རེད། དེ་ནས་ཁོ་ཚོ་ཁ་ཤས་ཀྱིས་དེ་གའི་སྐད་ཆ་ལ་ཡ་ལེ། ད་ང་བོད་ཀྱི་ད་རིག་གཞུང་དེ་ཚོ་ད་ལྟ་ང་ཚོ་ཧྲི་ཁྲེན་ཝུན་ཧྭ་ཟེར་གི་ཡོད་ལོ་རྒྱུས་སྔས་ཀྱི་ལོ་རྒྱུས་དང་ལོ་རྒྱུས་རྗེས་ཀྱི་ལོ་རྒྱུས་ཟེར་ཡ་དེ་ད་དེ་གར་ཟེར་གི་ཡོད་རེད་ཟེར་དུས་ཡི་གེ་གི་ནང་ལ་སྐད་ཡིག་མིག་གི་སྐད་ཅིག་བཤད་བསྡད་ཀྱི་ཡོད་རེད། ཨེ་ཁོ་ཚོ་ཟེར་ན་ང་ཚོ་རྒྱ་རིགས་འདྲ་པོ་གྱིས་ན། སི་ཅན་ཝུན་ཧྭ་དུ་ལོ་སྟོང་གྲངས་ལྔ་ཡོད་རེད། ཡིན་ནའང་ད་འདི་ཚོ་སི་ཅན་ཝུན་ཧྭ་འདྲ་པོ་དུ། དེ་ནས་རྗེས་མ་ང་ཚོ་ཝུན་མིག་གི་ལོ་རྒྱུས་འདྲ་པོ་དེ་འདྲ་ག་འདྲ་ཁུར་འགྲོ་གི་ཡོད་ན་དེ་བོད་པ་ལོ་སྟོང་གྲངས་ཀྱི་མ་གཏོགས་ལོ་རྒྱུས་མ་རེད་ལབ་སོང། དེའི་ཉིན་མོ་དེར་དངོས་གནས་བཤད་ན་ང་སྐད་ཆ་བཤད་ཡ་དགེ་ཆགས་ཀྱི་མེད། ཅེས་གཉིད་སྤྲོ་མ་བྱུང་ག་རེ་ཟེར་ན་ང་གྲོགས་རིགས་སྦྱོང་མཁན་མ་རེད་དེའི་སྐོར་ལ་ཞི་རགས་བཤད་གི་མ་རེད་བ། ཨ་ནི་ཁོས་དེ་ལ་ཟེར་ནས་ང་ཧོལ་དུ་གང་ཡོང་སྐད་ཆ་ཞིག་ཤོད་སོང། ཨ་ནི་ང་དེའི་རྣལ་འབྱོར་དེ་ཚོ་སྡུག་པོ་འདྲ་པོ་བྱེད་ལ། འོ་ད་ཁྱེད་རང་ནོར་བཞག་ལབ་པ་ཡིན། ཁྱེད་རང་ནོར་བའི་རྒྱུ་མཚན་ཅི་རེད་ཟེར་ན། ང་ཚོ་ལོ་སྟོང་ཕྲག་ཟད་དེ་མ་རེད། དེ་ནས་དུས་རགས་དྲུས་པ་དེ་ལ་ནག་པོ་སྡོད་ཀྱི་འདུག་ཟེར་གྱི་འདུག་ནག་པོ་སྡོད་ཀྱི་འོང་གི་དུས་དེ་ནས།

ད་ཙི་ཀོ་དེ་བོན་གྱི་བསྟན་པ་གཤེན་རབ་ཀྱི་གནང་དང་ནང་ལ་ཡང་མང་པོ་སྐད་ག་ནི་བདུད་ཀྱི་ལུང་པ་ཡ་བྱ་པ་ཡང་ཨ་ནི་གང་དུ་ཟིག་གི་འཁྲིག་དེ་བ་ལ་བྱ་པ་ཡང་ལ་བདུད་ཀྱི་བྱ་པ་གི་གཤེན་རབ་ཀྱི་རྟ་ཆོས་ཀྱི་སྤྱད་ན་དེ་གསུངས་སུ་རེད་ཟེར་ཨ་ནི་དེ་འགྲོ་དུས་བསྟན་པ་གཤེན་རབ་རྟག་གི་རང་དང་མ་འགྲོ་དུས་ད་བར་གྱི་ཀོང་པོ་ནང་དུ་བ་ལས་བྱ་ཀོང་པོ་ནང་སླེབས་ཡོང་དུས་ཨ་ནི་བདུད་ཀྱི་རི་ཆི་ཡ་ཀོ་ལ་བསྟན་པ་གཤེན་རབ་ཀྱི་རང་དང་དེ་ཚོ་བཀའ་ཟེ་ག་འདུག། བསྟན་པ་ཞིང་དྲག་གི་སྡེ་དགེ་བཤེས་དེ་བྱིན་གྱིས་བརླབས་ནས་དེང་སང་བོན་སྐོང་པོ་རྣམས་ལ་བོན་རི་ཟེར་ཡ་དེ་དེ་འདྲ་བྱུང་བ་རེད་ལ་ཤ། དེས་ན་དེ་ནས་སྡེ་དེ་ཚོ་གི་སྤྲུལ་པ་སྟེ་ལ་སྡེ་མོ་མང་པོ་ཅིག་གི་བུ་མོ་གཉིས་རྒྱལ་པོ་ལ་སྤྲུལ་པ་སྟེ། དེ་ནས་བསྟན་པ་ཞིང་དྲག་སྣེ་ལེན་བྱས་ལ་ཁོ་གི་དུག་སྦྲང་ལ་གསལ་བྱེད་བྱེད་དུས། བསྟན་པ་གཤིན་རག་གི་སེ་གོལ་གྱིས་དུ་བྱིན་གྱིས་བརླབས་འོང་དུས་ཚང་མ་དེ་རྨོ་དོ་རྒན་རྨོ་དེ་འདྲ་མདོག་ངན་པ་ཆགས་སོང་ཟེར་རེས་དེལ་ད་ལྟ་སེར་མོ་བན་ཐང་ཟེར་ལས་ཀོང་པོ་ནང་དེ་བ་གྱིས་ཡོད་སེར་བན་གྱི་ཡིག་ཆ་ནང་ལ་བཞག་དེ་སྐྱིད་དུས་ན་པོ་སྡོད་ཀྱི་ཡོད་ཟེར་ཡ་དེ་བ་ལང་དེའི་དཀའ་ལས་བོད་ཀྱི་ལུང་པ་ལས་ཨོང་རྒྱུ་བྱེད་མཁན་གྲུ་པ་ན་པོ་སྡོད་ཟེར་ཡ་དེ་བ་གྱིས་ཀོང་པོ་ནང་ཡ་ཞིག་གི་བསྡད་ས་མི་འགྲོ་བསམ་མི་འགྲོ་བ་དེ་འདྲ་རེད། དེ་དཀའ་ལས་རིང་ནད་ཀྱི་ཟས་དེ་དག་ལྟར་ཁྱིམ་པོ་དེ་སོ་ལྟར་བྱ་ལྕགས་ཀྱི་ཟས་བཞི་དང་རྡོ་གི་ཟས་བཞི་དཀའ་ལས་ཁ་བ་རི་ཕ་གྱིས་དེང་སང་རྡོ་ཆས་གསར་པ་དང་རྡོ་ཆས་རྙིང་པ་རྣམས་ལ་རྡོ་གི་སྟ་རེ་མང་པོ་དེང་འདི་གི་ཡོད་རེད་དེ་འདྲ་མི་འགྲོ་བའི་དྲན་གྱི་འདུག་དེ་ནས་བསྐལ་པའི་དུས་རབས་ཆེན་པོ་བདུན་པ་དེ་ལ་མགོན་པོ་དཔོན་དགུ་ཟེར་ཡ་བྱུང་ཞོག་ད་གིན་མགོན་པོ་དཔོན་དགུ་གི་བསྐལ་ལ། ཡུལ་གྱི་མི་ལ་ང་ཡི་ནག་པོ་ཟེར་གྱི་ཡོད་རེད།

ཏོག་གཟེར་གྱི་རྩམ་པ་ཏོག་གཟེར་གྱི་ཆུ་ཐོག་དེ་དུས་བྱུང་འདི་ཅི་ལ་མི་འདུག་སྟེ། ཆུ་གི་དེ་བེད་སྤྱད་དང་ཆུ་ཡུ་བ་ནང་དུ་བྲིས་ག་ས་ག་ལ་ལ་བཏུང་ཞིང་ལོ་ཏོག་ཆེན་པོ་བསྲེས་ཡ་འདྲ་པོ་དེ་འདྲ་མང་པོ་བཟོ་ཐུབ་ཡོད་པ་རེད། ད་ཞིང་གི་ནང་ལ་ཆུ་བྲིས་ས་བསྐོར་ཆུ་ཡ་མི་བཏུང་ཨ་ནི་ཁོར་ཡུག་ལ་བཟོ་བྱེད་བརྒྱད་ཐོང་ཡ་དེ་ལ་ཡང་མིག་གི་རིག་གནས་དང་ཀླད་པ་ལ་ཡ་རྒྱ་ཆེན་པོ་ཅིག་འགྲོ་ཚར་བའི་རྟགས་ཀྱིས་ཆགས་བསྡད་ཡོད་པ་རེད། དེ་ནི་དཀར་པོའི་དུས་རྭ་ཆེན་པོ་བརྒྱད་པ་སྟེ། དམུ་ཡི། བདག་པོ་རྒྱན་མཁན་གྱི་དཔོན་པོ་ལ་དམུ་ཟེར་གྱི་ཡོད་པ་རེད་ཟེར་དམུ་ཡི་རི་རྒྱལ། ད་དམུ་ཡི་རི་རྒྱལ་ཟེར་ཡོད་དེ་ང་ཚོ་བསྟན་པ་གཤེན་རབ་ཀྱི་རུས་རྒྱུད་དེ་དམུ་གི་རུས་རྒྱུད་རེད་པ། དེའི་དཀའ་ལས། ད། རིག་གནས་ཀྱི། ཡར་རྒྱས་ཀྱི་ཏོག་འདྲ་པོ་ཟེར་གྱི་ན་འདྲ། ད་ག་རེ་ཟེར་གྱི་ན་འདྲ། དེ་ནི།

འོ་དེའི་སྐལ་ང་ཚོ་མདུན་དུ་བསྐལ་པ་དེ་ཚོ་བེད་སྤྱད་གཏོང་ཡ་ཡང་དེང་རབས་ཅན་གྱི་མཚན་བྱང་འདྲ་བོ་ཆགས་བསྡད་ཡོད་རེད། དེ་ནས་སྐལ་པའི་དུས་རབས་ཆེན་པོ་དགུ་བར་དེ་མ་སོང་དཔོན་དགོས་ཟེར་ཡ་གྱི། མ་སོང་དཔོན་དགོས་ཟེར་ཡ་གྱི་བུ་དཔོན་དགོས་གྱི་བདག་པོ་བྱེད་དུས་དེའི་སྐལ་ལ་ད་བོད་ཟེར་ཡ་གྱི་ས་མིང་དེ་དེ་དུས་བྱུང་ཡོད་རེད། ཁྱེད་ཚོ་ང་ཚོ་བོད་སེར་ཡག་དང་འདྲེས་རྒྱག་དུས་རྗེས་འགྲོ་ཚོས་ཅི་མོངས་པ་སོགས་བཤད་དང་གི་ཡ་ཡོད་མ་རེད། མ་སོང་དཔོན་རྒོད་ཀྱི་དབུང་དུ་འཇུག་དུས། ཧ་ལམ་མ་སོང་ན་སྡེ་སྲིད་སངས་རྒྱས་རྒྱ་མཚོ་གིས་མཛད་པའི་འབེན་འདྲེ་ཡ་སྐལ་པོ་ལྟ་ན། ད་ནས་ཡར་བརྩིས་པའི་ལོ་སྟོང་ཕྲག་ལྔ་ཧ་ལམ་དྲུག་འདྲ་པོ་དེ་འདྲ་གཅིག་ནས་བརྩི་རྒྱུ་ཡོད་ས་རེད་སོང་ཡ་འདྲ་པོ་གཅིག་རེད། དེའི་བཀའ་ལས། ཡུལ་གྱི་མིང་ལས་བོད་ཁམས་གཡའ་དྲུག་གྲགས་ཟེར་དུས་བོད་ཁམས་གཡའ་དྲུག་ཟེར་བོད་ཟེར་ཡག་གི་ས་མིང་དེ་དེ་རུ་ཞུགས་འཆགས། ད་དེའི་བཀའ་ལ། རིག་གནས་ཀྱི་ཆུ་ཟད་འདྲ་པོ་ཡར་རྒྱས་དེ་གར་ཟེར་ན་རྟ་ཞེན། རྒྱན་ཆ་དག་རྟ་ལ་དགའ་ཆེད་དུ་རྒྱན་ཆ་དག་ཡས་མིག་གི་རྒྱན་ཆ་དག་ཡས། མདའ། མདུང། དེ་ནི་ང་ཚོ་མདའ་རྩེ་ས་ལ་དུང་ར་ཟེར་ཡ། ཨ་ནི། སྤྲི་ཀོག་ས་ལ་གོ་ཆ་ཟེར་ཡ། ཨ་ནི། མདུང་དུ་ཕུབ་ཟེར་ཡ་ཀྱི་ཕར་སྤྲི་ཀོག་ས་ལ་པང་ནི་ཁུ་དལ་གྱི་བ་གླིང་གི་ཕུ་ནུ་དེ་སོགས་ཁུ་དལ་གྱི་དེ་དེ་སོགས་ཀྱི་རིགས་ཐམས་ཅད་དེ་དེའི་བཀའ་ལས་བྱུང་ཡོད་བ་རེད། དེས་མ་ཟད་པར་ང་ཚོ་ཤོ་རྒྱལ་ཡ། ཤོ་རྒྱལ་ཡ་དེ་དེ་དུས་ནས་བྱུང་ག་དེ་དུས་ཁོ་དེ་ག་རེ་ཟེར་དུས་སྐྱག་ལག་སྒོ་ཆག་རྒྱལ་ཟེར་རེད་ཤག། སྐྱག་ལག་སྒོ་ཆག་རྒྱལ་ཟེར་གྱི་དུས་ཨ་ནི་ཤོ་འཕེན་ལ་ཁོ་རྒྱན་རྒྱལ་ཡ་ཟེར་དུས་དཔེར་ན་རི་དྭགས་འདྲ་པོ་ཅིག་གསལ་ཡིན་གསུངས་ན་རི་དྭགས་ཞིག་གསལ། དེ་ནི་མི་ཞིག་ལྔ་པོ་རེད་ན་ཤ་དེ་དུམ་བུ་ཞིག་ལྔ་ཅིག་ཅིག་སྒོ།

ཟེར་ཡ། དེ་ནི་ཡུལ་བག་དང་འགྲོས་པ་གཉིས་བར་སྣང་ལ་མཚུངས་རྒྱས་ཡ། དེ་འདྲ་གི་རིག་གནས་དེ་ཚོ་དག་གོ། ད་དེ་རིག་གནས་དང་དུ་རིག་གནས་ཁྱིམ་པ་དག་ཚ་ལེ། ད་དེ་ཚོའི་བར་ལ་ལོ་སྟོང་ཕྲག་མང་པོ་འགྲོ་བསྡད་ཀྱི་ཡོད་རེད་བ། ད་དེ་རིགས་རིག་གོ་ཅིག་ན་དེ་ང་ཚོ་དེང་སང་གི་རྩིས་རྩིས་རྨོ་རྗེ་རྩིས་རྗེ་ཟེར་ཡ་འདྲ་པོ་དེ། དཔའ་སྐར་དུ་སྨེ་བ་དུ་ལོ་གོ་བཅུ་གཉིས་དུ་ཨ་ནི། འབྱུང་བ་དུ་དཔའ་སྣ་ཟེར་དེ་ཡ་འདྲ་པོ་དེ། ད་དེ་ག་ལེ་རྩིས་སོ་བྱུང་གོ། བྱོན་ནས། སྡེ་སྲིད་སངས་རྒྱས་རྒྱ་མཚོ་གི་འབེལ་འབྲི་ཡ་དཀར་པོའི་ནང་ལས་གསུངས་པ་ལྟར་ན་ཕ་སྐྱེས་ད་ནས་ཡོད་ཚེ་བུ་ལོ་སྟོང་ཕྲག་ལྔ། ལོ་སྟོང་ཕྲག་ལྔ་དྲག་ཅིག་གི་གོང་ནས་ལྔ་དང་ལྔ་བརྒྱ་ཚར་དེ་འདྲ་བྱས་ནས་བརྩི་ཐུབ་ས་རེད་བསམ་མི་འདྲ་པོ་ཅིག་རེད། དེ་ལ་དང་སྐབས་བསྡུས་ར་ཆེན་པོ་བསྐྱོད་པ་དེ་རེད། སྐབས་བསྡུས་ར་ཆེན་པོ་བསྐྱོད་པ་དེ་ལ་ཟ་རང་བཤད་སྒྲུབ་ཟེར་ཡ་དེ་བྱུང་བ་རེད་ཟ་རང་བཤད་སྒྲུབ་ཀ་ལ་ཡང། ལུང་པ་ལ་ཡང་བོད་ཁང་སྟོང་སྡེ་བཅོ་བརྒྱད་ཟེར་ག། འོ་ད། ད་ལྟ་ན་བཟུང་དེ་ང་ཚོ་བོད་ཟེར་ཡ་སམ་མིང་དེ་ཆགས་ཚར་ལ་ཟེར། དེའི་སྐ་ལ། རིག་གནས་མ་འདྲ་བ་ག་རེ་བྱུང་ཡོད་རེད་ཟེར་དུས་མགོ་ལ་རྒྱན་ཆ་གཏོགས། སྐད་ལ་རྒྱན་ཆ་དག་གླུ་གླེང་བྲོ་བརྡུང་གར་བྱེད་མི་མང་པོ་འདུག་ན་དེ་ནི་དགའ་ལྡན་བཟོ་ཤེས་ཡ་དེ་བཟོ་ཚར་བ་རེད། ད་ལྟ་ཞི་དུལ་ནི་དེང་སང་ང་ཚོ་ཀྱི་རིག་གནས་ཀྱི་ཡར་རྒྱས་ཆེ་ཞིང་ཆ་རྐྱེན་བཟང་ངེས་རེད་མ་གཏོགས་ཧ་ལམ་འདྲ་པོ་འདྲ་ཆགས་ཚར་བ་རེད། དེ་དེའི་སྐབས་ལ་ཡང་དམིགས་བསལ་གྱི་དུ་རྡོ་བཟོ་དུ་ཤིང་བཟོ་མཁས་པ་མང་པོ་བྱུང་ཡོད་པ་རེད། རྩིག་པ་ཡང་མཁས་པ་ངོས་ལ་ནི་ས་ཐོག་རླུང་རྒྱག་ཟེར་ཡ་གཅིག་གི་ལོ་སྐོར་བཅུ་གཉིས་དུ་འབྲིང་བ་ལྔ་བཞག་ན་ལོ་རྒན་དྲུ་ཅུ་ཙི་རུ་གས་དེ་དུ་ཡི་གས་ཡོད་བ་མ་རེད་སེ་རེད་མི་དྲི་རེད་མི་ནོར་ཚིག་རྒྱག་ཡོད་བ་རེད་སེ་དེ་འདྲ་ལ་ཡོད་རེད་དེ་ནས་སྐབས་བི་དུ་ར་ཆེན་པོ་བཅུ་གཅིག་པ་དུ་གར་སེ་དུ་བོད་གངས་ཅན་གི་ལྗོངས་ད་དེང་སང་མདོ་དབུས་མཐོ་སྒང་སེ་ཡ་རྒྱ་ཁུ་ན་ཁྲིན་ཚང་ཀའོ་ཡན་སེ་གི་འདུ་བ་ཆིན་དང་ཀོ་ཡན་སེ་ཨིན་ཡིག་སི་ན Tibet Plateau ཟེར། Tibet Plateau ཟེར་ཡ་འདི་ལ་རྒྱ་སྐད་ལ་ཚུལ་བཞིན་དུ་ཆིན་དང་ཀོ་ཡན་སེ་བརྗོད་ཡོད་རེད། ཆིན་དང་ཀོ་ཡན་སེ་ཡ་དེ་དམངས་གཙོ་དོན་པོ་རྒྱུག་ཁུལ་གྱི་མཁས་པ་དེ་ཚོ་གི་མདོ་དབུས་མཐོ་སྒང་ཟེར་ལ་བརྗོད་བྱ་དེ་དཔེ་ཡག་པོ་འདུག་མདོ་དབུས་མཐོ་སྒང་ཟེར་ན་ད་མིག་གི་ཨ་མདོ་ཡན་ཆད་དུ་དབུས་གཙང་མན་ཆད་ཀྱི་མཐོ་སྒང་རེད་བ། དེ་དེ་དཔེ་ཡག་པོ་ཞིག་བརྒྱུད་པ་ཡོད་རེད་ད། དེང་སང་ཡང་སྐད་བརྒྱུད་མཁན་དེ་ཚོ་གི་དེ་ཧ་མ་གོ་པ་བྱས་གནའ་སྔ་མོ་ག་འདྲ་བརྒྱུད་མ་གོ་པ་བྱས་ཁྱིང་ཚང་དཀོན་ཡང་ཟེར་དུས་མཚོ་བོད་མཐོ་སྒང་ཟེར་ཡོང་གི་འདུག་མཚོ་བོད་མཐོ་སྒང་ཟེར་དུས་ཨ་ནི་མཚོ་སྔའི་བོད་པ་མིན་པ་གི་ནང་ཕ་བརྒྱུད་ཚར་རེད་པ། དེང་སང་ཡིག་བརྒྱུད་བྱེད་མཁན་ཇེ་སྡུག་ཇེ་སྡུག་རེད། དེང་སང་ང་ཚོ་སྐད་བརྒྱུད་བཟོ་མཁན་ཡིག་གེ་ལེན་མཁན་ནང་ཇེ་སྡུག་ཇེ་སྡུག་རེད་འགྲོ་གི་འདུག་བ། བོད་གངས་ཅན་གྱི་ལྗོངས་ཟེར་ན་ད་མདོ་དབུས་མཐོ་སྒང་གི་ཐིང་དེ་ལ་ལས་རྒྱ་ཕྲན་སིལ་མ་བཅུ་གཉིས་བྱུང་བར་གདའ། རྒྱ་ཕྲན་སིལ་མ་བཅུ་གཉིས་ཟེར་ཡ་དེ་ཅི་རེད་ཟེར་དུས། ད་འདི་མདོ་དབུས་མཐོ་སྒང་གི་ཐིང་དེ་ལ་ལས། ད་རྒྱ་བོད་ཆུང་ཆུང་བཅུ་གཉིས། རྒྱ་སྐད་ནང་གི་ཟེར་ན་ཧྲལ་གོ་བུ་ལོ་ཟེར་ན་བུ་ལོ་ཟེར་ཡ་གི་ཚིག་དེ་ང་ཞིག་ར་བསྒར་བོ་མེད། ཧྲལ་གོ་ཆུ་གྲང་ཟེར་ལ་མི་འགྲོ་ཨ་ལགས་པ་ཆུ་གྲང་ཟེར་གི་འདུག་བ། བྱས་ཙང་ད་བོད་ཀྱི་ལུང་པ་དེ་ལས། རྒྱ་བོ་ཆུང་ཆུང་བཅུ་གཉིས་ཐན་པ་བཅུག་པ་རེད། དེའི་ནང་ལས་གཅིག་ག་རེ་ཟེར་ན་ཞང་ཞུང་རེད་མངའ་རིས་གོ་སྐལ་ས་ཆ་ལ་ཡོད་བསྡད་པ་དེ། གཅིག་བོད་ཟེར་ཡ་དེ་ད་ལྟ་ཡར་ལུང་གི་ལུང་པ་མ་གཏོགས་དེ་དུས་བོད་ཟེར་ཡ་དེ་ལུང་པ་ཚང་མ་ལ་གོ་ལ་མ་རེད། ཡར་ལུང་དུ་ཡུམ་བུ་བླ་དགོན་ཡོད་སར་ལྷོ་ཁ་ཡག་ཅིག་དགོས་དེ་ལ་བོད་ཟེར་གི་འདུག་བ། དེའི་སྐབས་ལ་ཡུལ་གྱི་མི་ལ་སྐྱེས་ཟེར་དུས་བོད་ཁང་སྤ་ཀ་ཆེ་བརྒྱད་ཟེར་དུས་དེ་ཡང་ལུང་པ་ལས་བོད་ཟེར་ད་འགྱུར་དོགས་ཡོད་བ་མ་རེད། ད་བརྒྱ་སྤྲིན་སིལ་མ་བསྐྱུར་ནུས་ཀྱི་དཀའ་ལས་རིང་ན་ག་རེ་ལྟ་ཡོད་ཟེར་ད་འདི་རིང་ན་ཁྱིམ་པ་དག་འགྲོ་གི་ཡོད་རེད། དེ་ནས་སྔ་ཐོག་ཤ་དང་ཞེ་ས་ལྟར་སྒྲུང་དང་ལྡེའུ་རིང་ན་དཔེ་ཟེར་ཙང་ལ་ནི། ཤ་ཚ་བཞིན་མཁན་ཞེ་ས་བཟོ་བཞིན་མཁན། དེ་ནས་ཕན་ཚུན་གཅིག་གིས་གཅིག་ལ་གུས་དགའ་བཟོ་བཞིན་མཁན། ངོ་གཏན་འགག་གི་མི་ལས་རིག་གནས་ཡག་པོ་བྱ། ང་ཚོ་དེང་སང་གི་ཁམས་པ་མི་ཀྲོང་ཀྲོང་ཅིག་འགྲོ་དེམ་དེ་ཚོ་ལ་ཡང་ཤ་དོ་ཞེ་ས་ཀྱི་མིག་གི་ཤིས་ཀྱང་འགྱང་ཡ་དེ་འདྲ་བྱུང་འདུག་དེ་ནི་སྒྲུང་དང་དེའུ་རིག་གནས་སྤེལ་ཟེར་དུས་ཙང་ལས་འདིའི་སྐད་ལ་ང་ཚོ་སྒྲུང་གསལ་ཏེ། གནའ་སྔ་མོ་གི་ལོ་རྒྱུས་མ་བཤད། རྗེས་མ་གི་དེའི་རྒྱུ་མཚན་ཞིག་འགྲོ་དེ་ཡག་དེ་ལ་སྒྲུང་རེད་བྱ། ད་སྒྲུང་དུ། ཨ་ནི། དེའི་སྐབས་ལ་ལོ་རྒྱུས་ངོ་མ་དེ་ང་ཚོ། ལོ་རྒྱུས་རིག་པ་གི་དེང་སང་ནང་གི་ཡོད་མ་རེད་པ། དེ་དག་སྔ་རབས་ཀྱི་གཞུང་ར། གཏམ་ར་དེ་ཚོ་ལག་ཡོང་ཡ་དེ་ལ་སྒྲུང་ཟེར་གི་འདུག། ལྡེའུ་གསལ་ཡ་དེ་རིག་པ་བཙལ་ཡ་རེད་བྱ། ཨ་ནི། སྒྲུང་ལྡེའུ་བོན་གསུམ་གི། ད་བོད་གཞུང་ཟེར་ཡ་དེ། སྒྲུང་ལྡེའུ་བོན་གསུམ་ཟེར་གྱི་དེ་ག་རེ་ལ་བཙལ་གི་ཡོད་བ་རེད། དེ་ཡང་ནམ་མཁའ་ནོར་བུ་གིས། དེབ་ཀྱི་བྲིས་བ་ཡོད་རེད་ད་ཁྱེད་རྣམས་པ་བལྟ་ནོ་ཡོད་ན་དེ་དེ་དབྱིན་ཇི་བོ་ཡོད་རེད་བོད་ཡིག་བོ་ཡོད་རེད་དེ་བས་དེའི་སྟེང་ལ་ད་དེའི་སྐབས་དེ་ལ་ལ་སེམས་ཅན་གྱི་སྤུ་གྲེ་ཐ་དག་གི་ལག་ཚ་ཆ་ས་མང་པོ་བཏགས་ཡས་ཤིང་བ་བཟོ་ཡས་རེ་བ་བཏགས་ཡས་ད་ང་ཚོ་དེ་ནས་ད་བར་ལ་ཞི་རག་ལག་ཚ་ཡ་རྒྱ་ཆུ་མི་འདུག་བ་དེ་ཚང་མ་དེ་ཧ་གོ་ཚར་བ་རེད་ཁྱེད་དང་ཧ་ལམ་མ་སྲིད་ན་ལོ་སྟོང་ཕྲག་ལྔ་གི་སྔན་གྱི་རེད་ད་དེ་བྱས་ན་དེ་ག་དུས་རྒྱ་ནག་ལ་ཡང་གེགས་ཆེན་གཏོགས་རྒྱུ་དྭགས་ཧྲུལ་གཏོགས་རྒྱུ་དེ་ཚོ་ཚང་མ་གི་ལག་རྩལ་ལས་ཚར་རེད། ང་ཚོ་བོད་ལ་ཡང་དེ་ག་ལས་ད་ང་ཚོ་ལྟོགས་ཡས་དེ་ལས་གཤིན་པ་བཟོ་ཡས་འདུག་མང་པོ་ཐོགས་ཡས་འདུག་དེ་ནས་གཙོ་ཁོ་གྲུ་ཡས་འདུག་ད་ཤ་བ་བཟོ་ཡས་འདུག་སྦ་བཟོ་ཡས་འདུག་པ་དེ་ཚོ་གི་ལག་རྩལ་ཆ་ཚང་དེ་ལས་ཚར་རེད། སྤྲིན་སིལ་མ་བཅུ་གཉིས་ཟེར་ཡ་དོ་དེ་ག་གི་མིང་མ་ཡིན་པ་རྒྱ་སྤྲིན་སིལ་མ་བཅུ་གཉིས་དེ་རྒྱ་སྤྲིན་རེ་རེ་གི་མིང་ག་རེ་ཡིན། རྒྱ་སྒོས་ཀྱི་མིང་ག་རེ་ཡིན་བླན་པོ་གི་མིང་ག་རེ་ཡིན་གསལ་པོ་ཞིག་ལ་ཏུན་ཧོང་ཡིག་ཆ་ནང་ལ་ཡོད་རེད་ངས་ལོ་རྒྱུས་དཔེ་མ་རེ་གི་སྡེ་མིང་ཟེར་ཡ་གཅིག་རྡོ་ཞི་བ་དགའ་ལྡན་ཟེར་ཡ་གཅིག་གཉིས་བྲིས་ག་ཡོད་དེ་ཚོ་ཚང་མ་ནང་ལ་དེ་ཚོ་གསལ་པོ་བྲིས་ག་ཡོད་བྱས་ཙང་དེ་ཚོ་ཡི་གེ་ཡོད་བསྡད་པའི་སྟངས་འཛིན་འདྲ་པོ་ག་དེ་དུས་ནས་རེད་འདུག་མ་གཏོགས་བས་ལས་བསམ་པ་དྲག་ངན་ལས་ཡི་གེ་མེད་ན་སྟེང་ལོག་སྟོང་ཕྲག་སྔགས་ཀྱི་ངན་གྱི་རྒྱ་སྒོ་གཉིས་ཇི་ལྟ་གླེན་པོ་གཉིས་ཇི་ལྟ་རྒྱ་ཕྲན་བཅུ་གཉིས་ཚོང་མ་གི་སུ་གཅིག་གི་བློ་གླེང་ཐུབ་མ་རེད་ལ། ང་གསར་བརྗེ་གསུང་ཆོས་བློ་གླེང་མི་གླེང་ཅི་འགྲོ་དེ་དགོས་ཀྱི་འདུག་བ། ད་ལྟའི་སྐབས་དེ་བ་ལ་དེ་ལས་དོན་ང་ཚོ་བོད་ལས།

རྩིས་རིག་པར་བོན་རིག་པ་ཟེར་དུས་ཁོ་རང་དང་པོ་ལོ་ཆུང་དུས་བོན་གྱི་བསྟན་པ་ཞིང་དག་གི་ད་ཕོ་སར་བྱེད་དུས་རྒྱ་ཕྲན་ཚོ་གསར་གྱི་བུ་མོ་རྣམས་མནའ་མ་ཚུགས་གསུགས་ལས་བྷེ་བཟའ། ཀོང་བཟའ། རྒྱ་བཟའ། དབལ་བཟའ། སྲས་བཟའ་ཟེར་ཡ་གི་བུ་མོ་དགུ་ཐམ་པ་མནའ་མ་ཚུགས་བཞག་བུ་མོ་དགུ་དེ་མནའ་མ་ཚུགས་གསུགས་ནས་བུ་མོ་དགུ་ལ་སྲས་བརྒྱད་ཐམ་པ་འཁྲུངས་ཡོད་བ་རེད། བྱས་ཙང་སྲས་བརྒྱད་དེ་ཚང་མ་ལས་རྗེས་མ་ནི་གསོ་བ་རིག་པའི་གི་རྒྱུ་མཚན

ཆོས་ལུགས་ཆེན་པོ་གསུམ་ཟེར་གི་ཡོད་པ་རེད་ཞེས་ཟེར་བསྡད་ཀྱི་འདུག་གོང་ད་ལྟ་འཛམ་གླིང་གི་ཆོས་ལུགས་ཐམས་ཅད་ཀྱི་ནང་ལ་ཆེན་པོ་གསུམ་ཡིན་ན་གསུམ་གྱི་ནང་སྔ་ཕྱི་འདྲ་པོ་དེ་ནང་པ་སུམ་བརྒྱ་པ་ཤ་ཆ་ཐུབ་པ་རེད་ཤ་ཆ་ཐུབ་པ་འཁྲུངས་ནས་ལོ་ཉིས་སྟོང་ལྔ་བརྒྱར་འགྲོ་གི་ཡོད་རེད་དེ་ནས་དེའི་རྗེས་ལ་ཡེ་ཤུ་རེད་ཡེ་ཤུ་ཡིན་ན་ད་ཉིས་སྟོང་བཅོ་བརྒྱད་རེད་པ་ད་ལོ་དེ་ནས་དེའི་རྗེས་ལ་མུ་སི་ལིང་སེ་ཁ་ཤས་ཀྱི་ཆོས་ལུགས་ཀྱི་སློབ་ཡང་དེར་ད་ལྟའི་ག་ས་འགྲོ་གི་འདྲ་ཡིན་ན་སྟོང་ཕྲག་བཅུ་ལོ་ས་ག་ས་འགྲོ་གི་ཡོད་ངས་གསལ་པོ་ཧ་མི་གོ།

དེ་ནི་སྐུ་མཉེ་བཟོ་ཡང་འདྲ་པོ། དངོས་ཡུམ་ཡང་འདྲ་པོ། རྟ་ཁ་བཟོ་ཡང་འདྲ་པོ། དེའི་བཀའ་ལ་དེ་ནི་ང་ཚོ་ཧོར་གྱི་མེ་བཙའ་ཟེར། ད་ལྟ་ད་ཕན་ཡང་ང་ཚོ་བཟོ་གི་རེད། ཨེ་ནི། རས་གཅིག་གི་ནང་ལ་གོས་སྙིང་འདྲ་པོ་དང་རྩམ་པ་འདྲ་པོ་དང། འཛའ་ཐུ་འདྲ་པོ་བརྡུངས་ལ་ཐུ་མེད་ཀྱི་བྱེད། དེ་ད་ཐིང་ཕུ་ལང་ག་ལ་ཚ་པོ་བྱེད་ཚ་པོ་བྱེད་ལ་ཨེ་ནི་ཤི་ཚུལ་དང་རྐང་མཐིལ་དང་དུག་ལ། ད་ང་ཚོ་སྨན་པ་བྱེད་ད་དུག་ལ་མང་པོ་བཟོ་ད་ཉོས་ད། ཡིན་རྒྱུ་དང་ད་ག་ལ་ཟེར་རྒྱག་ཀྱང་ཐུགས་ཕན་ཧ་རེད།

ཨོ་མེ་ད་ཕ་ཆོས་ཀྱི་བོད་ཀྱི་ཤོག་བུ་གསོལ་བ་རིག་པ་ཆ་ཚང་བོད་ནས་ཕ་དུས་ཤིག་ཕྱིན་བསྡད་པ་རེད་རྒྱའི་ཀྱི་ཤོག་སྐལ་བརྒྱུད་གོ་ཟི་ཤོག་བུ་གི་མི་ཚང་མ་གི་མང་ཆེ་བ་དེ་དེ་བོད་ཀྱི་མིའི་ཕྱག་ཏུ་ཡོད་པ་རེད་ཡིན་ན་ད་ད་ད་གསར་པ་དེ་ཁོ་ཚོ་ཁ་སྐད་ཁ་སྐད་ཡོད་ཀྱི་རེད་པ་མ་གཏོགས་དེ་ང་རང་ཚོ་ཧ་མ་གོ་བ་ཆེ་བོན་པོ་དེ་ལྕི་བ་ཟེར་ཉིན་མ་གྲོལ་བ་ཆེ་ཆེ་ལུས་གྲུམ་ཐག་གི་གདོང་གཞན་དེ་སྤོད་མ་སྲིད་པ་སྡུག་ཅག་རེད་ང་ཆུང་ཆུང་གོང་ལ་ང་བོན་པོ་དེ་སྡུག་ཅག་རེད་དྲན་བསྡད་ཀྱི་ཡོད་སྔན་ན་ཞིག་ཏུ་བོན་པོ་སེ་ཡ་དེ་ང་དང་མཚུངས་ཀྱི་རིག་སྣང་གི་ཨ་མ་འདྲ་བོ་བུ་འདྲ་བོ་ཆགས་བསྡད་ཡོད་རེད་ཧོར་གྱི་མེ་བཙའ་སེ་ཡ་དེ་མངའ་རིས་ཀྱི་ལུང་པ་ལས་ཧོར་རོ་སེ་ཡ་གི་རྒྱལ་ཕྲན་སྲིན་མ་བཅུ་གཉིས་ནང་ལ་བསྐྱིལ་འདུག་ཨ་དེ་མཚུངས་ཀྱི་ན་བུ་མོ་དེ་བསྟན་པ་ཞིང་ར་གི་ན་མ་བསུ་ཡོང་དུས་དེ་ནི་ཧོར་བཟའ་རྒྱ་མེ་མ་སེ་ཡ་དེ་ཨོ་དེ་གི་སྐྱིད་པོ་སྐྱེས་པོ་འཁྲི་ཤིང་རེད་དེ་ལས་བསུ་བ་རིག་པ་བླ་འདུག་ཨ་དེ་ནི་ཧོར་གྱི་ལུགས་ཀྱི། མེ་ལྟར་ཏི་ཧོར་དེ། སོག་པོ་མ་རེད། ཨ་ནི། ཨོ་རུ་སུ་མ་རེད། ཀ་སྐད་མ་རེད། བོད་ཀྱི་ནང་ལས་རུས་ཅི་རེད་བྱ། ཚིག་གི། ད་རྒྱ་ཕྲན་ཅིག་གི་རུས་རེད། འོ་དེ་འདྲ་བ་བྱས་ན་ཨ་ནི་དེའི་བཀའ་ལས། སོ་ཨ་རི་པ་གི་ཡིག་ཆ་དཔེར་ན་སྐྱེས་བུ་འཁྲིད་བྱེད་ཀྱི་གཙང་བཀའ་ཟིན་ཡིན་ཟེར་ནས་ཡི་གེ། ཁ་ས་ད་ལྟ་མཐོང་བསྡད་ཀྱི་ཡོད་རེད་དེ་ནི། དེ་མ་ཏིང་འཛིན་ཕུན་ཚོགས་ཀྱི་བ་དེ་ལ་བྱ། འོ།

སྤྱི་ལུས་ལྔས་དགེ། ལོ་བཞི་བརྒྱ་ཡས་མས་ཀྱི་འཁྲུངས་ཟིན་རེད། འཁྲུངས་ས་ཡང་གངས་ཏི་སི་ཤར་ཕྱོགས་རྒྱ་ནག་གི། ཆུ་ཧྥུ་ཤན་སི་ས་ཧྲན་ཏུང་ཆུ་ཧྥུ་ཤན་སི་ས་དེ་བ་རེད། དེ་གཉིས་ལ་འབྲེལ་བ་རྩ་བ་ནས་མེད་པ་གཉིས་རེད། ཡིན་ན་ཡང་དེང་སང་གངས་ལྗོངས་མོ་འཇིགས་ལ་དེ་ཡང་དེ་ལ་དེ་ལ་ལ་ལྡན་གྱིན་འདུག་ངས་དེ་ལ་དགག་པ་རྒྱག་ལ་གཙང་ཡིག་གྱི། ཙང་ཡིག་དེ་སྐྱིད་སྟོང་དགུ་བརྒྱ་དགུ་ཅུ་གོ་བདུན་ལོ་དགུ་བོད་ལྗོངས་ཞིབ་འཇུག་གི་དུས་དེབ་སྟེང་དུ་སྦྱར་བ་ཡི་ཀུང་ཙེ་འཕྲུལ་རྒྱལ་ཏོ་ཁོང་ཧྥུ་ཙི་ཉིད་ནི་དུས་མཐའ་དད་པ། ཡུལ་མཐའ་དད་པ། ལས་ཀ་མཐའ་དད་པ་སོགས་ནི་རྒྱུ་མཚན་མང་པོ་ཅན་གྱི་སྟེང་ལ་ཁ་མཐའ་དད་པ་ཡིན་པ་དེ་བྲིས་ནས་ཙང་ཡིག་དུ་པར་སྦྱར་བ་ཡོད། ད་ལོ་ཉི་ཤུ་ལྔའི་པར་སྦྱར་བ་ཡོད། ཁོང་ཚང་ཁྲོ་རྒྱག་གི་ལས་ཀ་གཙོ་བོ་ཁྱེད་རེད་ཟེར་དུས་ད་ཁྱེད་ལྟོ་འདི་ཡས་ལུས་དང་མང་པོས་ཟས་འདུག་ཨ། ད་ལྟོ་འདི་ཡས་ལུས་ཟས་ཡ་དེ་ཚོ་ངེད་ནས་ཅི་གནང་དང་དེང་སང་ང་ཚོ་བོད་ལ་རྒན་པ་ཐམས་ཅད་ཀྱི་གྲུབ་མཐའ་ཐམས་ཅད་ཀྱི་བླ་མ་ཐམས་ཅད་ཀྱི་བོད་སྐྱེ་གཏོང་ཡས་ཆགས་དེ་ཡས་བ་རེད་དེ་འདྲ་ངོ་མ་ཤེས་ན་བོད་འབོག་གི་རེད་མ་གཏོགས་ང་ཚོ་ནང་པ་སངས་རྒྱས་པ་གིས་ནས་རྒྱ་ཡི་བཀའ་བསྟན་རྒྱུ་གཉིས་ཀྱི་ནང་ལ་ལྟོ་འདི་ཡས་ལུས་མེད་པ། ཞོར་ལས་ཀྱི་ཡོད་མ་རེད་དེའི་གླུ་སོགས་དེ་ག་རེ་ཟེར་ན་གླིང་ནང་པ་ཁྱེད་ལྟ་ཡོང་དང་བོད་ལྟ་ཡོང་དུས་བོད་ཀྱི་སྔོན་མ་ཁོ་རང་གླིང་ནས་འདྲ་ལས་གདན་འདྲ་པོ་ཕར་ཕེབས་ཡས་ལས་ཨ་ནི་ལྟོས་འདི་ཡས་གླུས་དེ་ཚོ་འབོད་བསྡད་གི་ཡོད་རེད་དེ་ཕན་གནང་ཤག་བསྡད་གི་ཡོད་རེད་དེ་དུས་ཀྱི་རྣམ་པ་འདྲ་པོ་དེ་མེད་ཚར་དུས་ནང་པ་ཀྱི་ཁྱེད་དེ་ཚོ་དར་ཆ་ཆེན་པོ་འགྲོ་ཐུབ་ཀྱི་མི་འདུག་བ་དེ་མི་ལྟོས་ཡོང་དུས་ཨ་ནི་བླ་མ་དེ་ཚོ་གི་ཡང་ཨ་ནི། བོན་པོ་གི་སྟོན་ཟླའི་དུས་སུ་ཚུལ་ཁ་ཅིག་རྒྱུ་ཤ་ཆ་ཐུབ་པ་དང་འཇམ་དབྱངས་དང་ཤིང་རལ་སྲིན་འདྲ་བོ་ཅིག་རྒྱུ་ན་བོད་ཆས་སྟོང་ལས་ད་ལྟ་ནང་པ་གི་ཕྱག་དེ་ཡོད་རེད་མ་གཏོགས་རྒྱ་གར་གི་རིགས་པའི་ནང་ལ་སྟོན་ཟླའི་མེད་པ། དེ་བས་ཁུངས་བཙན་ཁྲོ་རྒྱལ་གི་སྟོན་ཟླའི་དུས་སུ་གི་ནང་ད་ང་ཚོ་ལོ་རྒྱུས་ཤེས་འཇུག་ཅིག་གི་དཔེ་མ་སྲིད་པ་དེ་ཀ་ཆེན་པོ་ཕྱག་དེ་ཡོད་རེད་དེ་ནས་སྟོན་ཟླའི་གི་ནང་དང་ལ་སྟོན་ཟླའི་ཡ་ལེ་གི་རྫས་དང་ལྷག་པ་དེ་དེང་སང་ང་ཚོ་དུ་ཆོས་མི་ཤི་འགྲོ་དུས་རོ་ཕོ་དུས་དང་ལས་ཨ་ནི་དེང་སང་ང་ཚོ་དེ་ལ་ལྟོ་རྫས་འདུལ་བ། པ་ཁ། བརྒྱད་ཀྱི་རེ་རེའི་ཁ་ལས་མིག་ཤེལ་འགྲོ་དུས་པ་ཁ་གང་ལ་ཤེས་ན་དེ་གའི་དུ་རྫས། རྫས། སྙིང་པོ་ལས་བཟུང་བ་ཡོད་རེད། དཔེར་ན། ད་པ་ཁ་གང་འདྲ་བོ་ཅིག་ལ་ཤེས་སོང་ན། ཨ་ནི། གལ་སྲིད་ཉག་ཕག་ར་ཤ་རྒྱུ་མ་འདི་ཁྱེད་ཀྱི་དུ་རྒྱག་རྫོངས་སོང་འདི་འདི་ལ་ཏུར་གྱིས་རྒྱག་གལ་ཆེ་སེམས་ཀྱི་སེམས་ཡོང་མ་ཁུག་ཤིག་ཟེར་ཡ་འདྲ་བོ་ཟེར། གི་ནོ། ཆ་ཚང་མ་རེད། ཁ་ཁ་ཁ་ཁ་ཡེ་བ་རེད། ཁྱེད་ཚོ་དེ་ནས་དེ་ཉིད་ལ་དེང་སང་ང་ཚོ་གཏོར་མ་ལོ་ལེ་དཔའ་ཅི་བདེ་དེ་རྫོང་དགོས་ཀྱི་ཡོད་རེད་དེ་གི་གོ་ཆེ་ཅི་བྱེད། གནའ་སྔ་མོ་ཡིན་ན་སྐྲ་ལོ་དེ་ཚོ་ངོ་མ་ཨ་ནི་དུ་རྫས་སེ་ལ་རོ་གི་སྙང་པོ་ལ་སྦས་གི་འདུག་བ། དེ་དུས་དེང་སང་ང་ཚོ་ན་ནི་མངའ་རིས་ལ་ཨ་ནི་གུར་རྒྱ་མོ་སེ་ཡ་དེ་གི་ས་ཤ་ཡ་རོ་བཏོན་ཡོང་དུ་རོ་གི་ནོ་ལ་སེ་གི་འབག་དུ་ཨ་ནི་བཟི་དུ། ཁྱུང་དང་དེ་འདྲ་མང་པོ་ཅིག་དོན་འདུག་ཨ། ད་ལྟའི་ཁར་སང་ལོ་སྟོང་ཕྲག་གསུམ་དང་བཞི་གི་ལོ་རྒྱུ་འདུག་ཟེར་ལ་བསྡད་ཀྱི་འདུག་སྟེ་དངོས་གནས་བཤད་ན། ད་ང་ཚོ་གི་མཁས་པ་ཆེན་པོ་དེ་ཚོ་གི་ཡང་དེ་དུས་ཚོད་དེ་ཡ་གཟའ་ཞི་རག་བྱེད་ཀྱི་མ་རེད་ག་ཟས་ཡིན་ན་ང་ཚོ་དེ་མ་བཏུང་གི་རེད་ག་རེ་ཟེར་ན་ཡང་ཅི་འདྲའི་མི་དགེ་ཅི་འདྲའི་བཤད་དེ་འདྲ་ཡང། ལྗགས་ཀྱི་རིག་གནས་དོ་གཉིས། ཅེས་འཆད་པ་ཡིན་མོད་སྦྱིན་སོགས་དལ་གྱིས་འདུ་བ་ལྟ་སྟེ་དྲོད་འཇགས་དེ་ཚོ་ཁོ་རང་ཚོ་གི་སྲང་ལ་བལྟས་ཏེ། དངོས་གནས་ཅི་ན་དེ་ཚོ་ལྟ་སྟེ། ཨའི་རྒྱུད་དང། ནི། པ་པི་ལིན་གྱི་ལུང་པར་གྱི་སྲས་ཀྱི་འབའ་ག་དེ་ཚོ་ཅི་པར་རིག་འདུ་བ་དེ་ཚོ་ཡིན་ན། ལོ་སྟོང་ཕྲག། སྤྱི་ལོ་སྔ་ཡན་གྱི་ལོ་སྟོང་ཕྲག་གསུམ་དུ་ཉིས་བརྒྱ་སུམ་བརྒྱ། ལྔ་བརྒྱ་དྲུག་བརྒྱ་ཆགས་བསྡད་ཡོད་བ་རེད། དེ་ཡིན་ན་ལོ་སྟོང་ཕྲག་ལྔ། དྲུག་གི་ལོ་རྒྱུས་ཆགས་བསྡད་ཡོད་བ་རེད་ང་ཚོ་ལ་སྐྱིད་པ་ཅི་ཅང་རེད་བྱ། དེའི་སྐབས་ལ་ང་ཚོ་བོད་ཟེར་ཡ་དེ་ཕག་ལས་ཨེ་རྗེ་བ་ཏྲི་འདྲ་པོ་འདུག་པ་པི་ལིང་འདྲ་པོ་འདུག་རྒྱ་དཀར་ནག་ཚོང་མ་འདུག་ནི་རིག་པ་འདྲ་མྱང། ཨ་ནི་འཚོ་བ་འདྲ་མྱང་རིག་གནས་འདྲ་མྱང། དེ་འདྲ་པོ་ཅིག་ཆགས་ཏེ་འདུག་བ་ལྷག་པ་ཅི་འདུག་རྒྱ་གར་དང་ཁ་ཤི་གི་ལུང་པ་དེ་ཚོ་གི་སྲས་དུ་བླ་ཚེ་ཚོང་མ་ཀ་དེ་དུ་འབྲུ་ས་འདྲ་པོ་དེ་བོད་ལ་ཆགས་ཀ་བྱས་ཙང་བོད་ལ་ང་ཚོ་སེམས་བག་ཤ་ཡས་དེར།

དཔེར་ན་ཁ་ཚོན་གུར་རྒྱ་མོ་ནས་བསྲེགས་མཁན་རོག་གི་སྟེང་ལ་སྲེག་འབག་སྐེད་འགག་པ་དེ་ཨ་ནེ་བལ་འབུག་གི་ཡིག་ཆ་ནང་ལ་ག་རེ་ལ་གོ་ཟེར་དུས་དེར་གསེར་ག་སེར་པོ་སྐུ་ཡི་སྟེང་མི་གཞོན་སྐྱ་བོ་གསུམ་གྱི་སྟེང་ཟེར་སྐུ་གསུང་ཐུགས་ཀྱི་དེ་འདྲ་གི་སྟེང་འདྲ་མི་འདྲ་ལྔ་གསེར་གྱི་ཞབས་འབག་ག་དུ་གུའི་དུ་མའི་གཞུང་དུ་སྨྱུག་ཚིགས་གསུམ་དུ་མེ་ལོང་དུ་དེ་ཚོ་རོ་སྙོམས་པར་བཞག། དེ་གི་གོ་ཚ་དུས་དེ་ནས་མིག་གི་སྐད་ཆ་བཤད་དགོས་པ་དེ་རོ་གོ་གི་རེད་ཟེར། དེ་མེད་ན་གོ་ལ་མ་རེད་མི་དུ་རོ་གཉིས་པང་ལ་གོ་བརྡ་འཕྲད་ལ་མ་རེད་ལ། དང་མི་དུ་རུ་གཉིས་པ་ལ་གོས་དང་ཁྲེ་བདུན་ཁྲེ་ཟད་གཅིག་གི་ལུས་སུ་དུས་རྫས་ཁ་སྐད་ཀྱིས་སེམས་བོག་དང་མེ་ལོང་དང་སྨྱུག་སྨྱུག་དང་དེ་ཚོ་གང་དུ་དེ་ནི་མི་གི་སྐད་ཆ་སྐད་ཀྱི་དེ་རོག་གི་སྐད་ཆ་གོ་ལུར་སུ་དང་མདོར་ན་གོ་རུ་མི་དུ་རུ་གཉིས་ཀྱི་བ་ལང་ལས་ཞིན་ཧོའུ་ཅི་ཡེ་ཚ་ལུར་སུ། ཨ་ནི་ཁོང་གཉིས་འདྲི་བ་ཅི་དེ་ད་གམ་པ་དང་པོ་གཉིས་པ་ག་འདྲས་སུ་ལ་དི་བ་ཅན་ལ་ག་འདྲས་ཀྱི་སུང་སུ་སྐད་ཆ་བཤད་ཟེར་རེད་འདུག་བ། ཨ་ཙོ་དེ་ཚོ་སྤུས་དཀའ་ཆེན་པོ་རིང་ནས་གདེང་ཟབ་བོ་རིང་ནས་རྙིང་པ་ཡིན་པ་མ་ཚད་ལ་སྟོབས་ཆེན་པོ་ཆགས་བསྡད་ཡོད་བ་རེད། དེ་ནས་དེ་གའི་མཐའ་མ་མཐའ་མ་འདྲ་པོ་དེ་ལས་ཧ་ལམ་སྤྱི་ལོའི་སྔའི་དགུ་ལོ་སྟོང་ཕྲག་གཅིག་ཡས་མས་སྐོར་ལ་ད་རྒྱ་ཕྲན་སི་མ་བཞི་བཅུ་ཟེར་ཡ་གཅིག་བྱུང་བ་རེད། རྒྱ་ཕྲན་སི་མ་བཞི་བཅུ་ཟེར་ཡ་དེ་ག་འདྲ་ཡོང་བ་རེད་ཟེར་དུས། དེ་ནི་སྔོན་མ་བོད་ལ་མདོ་དབུས་མཐོ་སྒང་སྟེང་ལ་རྒྱལ་ཕྲན་བསིལ་མ་བསྐྱུངས་ཉིད་དེ། ད་དེ་སོགས་ནུས་པ་མང་ཉུང་འགྲོ་དུས་གཅིག་གཉིས་ལ་ཆགས། དཔེར་ན་རྒྱལ་ཕྲན་གྱིའང་དཔལ་འབོར་ལ་ནུས་པ་ཞེ་དྲག་མེད་འགྲོ་དུས་དེའི་འོག་དེ་ཚོ་ཕར་དུམ་བུ་གཉིས་བཅད་གསུམ་བཅད་ནས་དུམ་བུ་བཞི་བཅུ་ཐོན་པ་ཆགས་འདུག་བ། དུམ་བུ་བཞི་བཅུ་ཆགས་ཚར་དུས་ད་དེའི་དཀའ་ལས་ནི་གཅིག་དྲིལ་ཕ་མ་རྒྱའི་དགྲ་རྒྱའི་གཉེར་གསལ་རེད་ཞེས་དྲན་ཡོང་ལང་ལུས་ཟེར་རྒྱུ་དེ་ངོ་མ་དེ་དུས་བྱུང་ཡོད་ས་རེད། དེ་ནས་དཔེར་ན་དེའི་སྐབས་ཀྱི་ཡིག་ཆ་ང་ཚོ་བོད་ཀྱི་ཡིག་ཆ་ནང་བྲིས་དགའ་བ་དེ་ཚོ་ཡང་ཨ་འདི་གི་དབྱི་ཏཱ་ལིའི་ར་མ་བཙན་རྒྱལ་སྐབས་ཀྱི་བྲན་གཡོག་གི་ལས་སྟངས་དང་བཅས་པ་ཅིས་ཀྱང། ད་ལྟ་གློག་བརྙན་ལྟ་དུས་ཨ་མེ་རི་ཀ་དགེ་ལུང་པ་ལས་མི་ནག་དེ་ཚོ་བྲན་གཡོག་བྱས། བྲན་གཡོག་དེ་ཚོ་བསྡུ་བུ་བཏང་ཡང་བྲེལ་ཡིན་འགྲོ་དེ་ཚོས་བཟུང་བྲན་གཡོག་གཅིག་གི་སྐྱིལ་བཙོང་བསྡད་གི་འདུག་ཨ། འོ། ད་ལྟའི་སྔོན་མ་འདྲ་གྱི་ང་ཚོ་བོད་ཀྱི་ཡིག་ཆ་ནང་བྲིས་ཡོད་རེད་ག་འདྲ་བྲིས་ཡོད་ཟེར་ན་རྒྱ་བྲན་ཚུན་མ་དེ་དག་ནི། དེ་ནི། དེ་ཅིག་རེད་ཟེར་ཨ་ནི། མི་དེ་ཚོ་ལས། རྒྱས་བསྡུས་བྱས། དན་རྟགས་ཆོས་འབྱུང་གི་གསལ། བརྡུང། དེ་འདྲ་བགྱི། ད་དྲིའི་འགྲོ་དོན་ནི་སྔགས་ལ་མ་རེག་ཟེར་འགྲོ་མི་བསྐྱུར། དེ་ནི་བཟླས་བཟླས་ན་ནི་ཡང་དཀའ་ལས་མང་པོ་ཅིག་འཕྲད་དུས་ཕྱོགས་བཞི་ནས་ཡང་དཔེར་ན། རྟ་གཟིག་རྒྱལ་པོ་སེ་ཡང་འདྲ་རྒྱ་སྐད་རྒྱལ་པོ་སེ་ཡང་འདྲ་རྒྱ་ནག་རྒྱལ་པོ་སེ་ཡང་འདྲ་དེ་ཚོ་གི་ཤུལ་བཙུགས་ཀྱིས་གནས་པ་བྱས། ནང་ལ་དཔོན་པོ་ཁོང་ཁྲོ་གི་བདུད་རྩི་སྤྱིའི་སྟོང། ཨ་ནི་ཤིག་གི་དགྲ་བོ་དང་ནང་གི་དཔོན་པོ་གཉིས་ཀྱག་གི་མཚེ་ལ་དཔེ་མ་གཟིགས་པར་སྡུག་བསྔལ་ཆེན་པོ་ཅི་མྱོང་བསྡད་ཡི་གི་ཨ་ནི་གནས་སྐལ་གྱི་ཕྱོགས་བསྡད་ཡོད་བ་རེད། དཔེ་གི་ནང་ནི་མཐའ་ལ་མ་རེད་མཐའ་གི་ནང་ནི་དམངས་གྲོང་ཉུང་ལ་ཡང་ཕར་ལན་རྒྱག་ཐུབ་གི་མ་རེད། དེ་ནས་ས་མཐོང་ལ་ནི་དེའི་ཕས་ལ་མ་རེ་མ་ཏོག་མཐོང་ལ་དེ་རྣམས་ནི་ལང་སང་ལ་ཀུ་མ་དང་བྱ་བ་དེ་ཚོགས་ཀྱི་གདུང་རྒྱུད་རྐྱང་བས་འགྲོ་ལ་རེས་ད་གང་ན་འདུག་གི་རེ་ཟེར་དུ་རི་མགོ་ལ་འགྲོ་ལ་འདུག་གི་རེས་གྲ་བ་ལ་ཡེ་ས་ལ་གྲ་བ་རི་འདྲ་བ་ལ་བརྒྱ་སྟེང་དེ་སྔ་སངས་བརྒྱ་གྲ་བ་ལ་སྟེང་གང་ན་སྔ་སོ་ཡང་ཡང་རྡོ་རྗེ་དབྱུག་པ་གྱིས་བཀག་ཆོག་གི་རེ་བ། ཡང་མ་ན་ནི་རི་མགོ་དེ་ཚོ་ལ་བསྡད་གི་རེ་ཟེར་ཁྱེད་ཚོ་ང་ཚོ་བོད་པ་མང་པོ་ཅིག་རི་མགོ་ལ་ཆགས་ད་འདུག་བ་དིག་གི་སོ་དེ་ད་རི་མ་ཉག་ལ་བསྡད་དེ་ཡེ་ས་རེད།

སྟོང་དང་བརྒྱད་ཀྱི་ཁྲི་སྨད་བརྒྱད་ཀྱི་ལོ་རྒྱུས་ཡིན་གྱི་རེད། ཡིན་ན་ཡང་ད་མདོ་བསྡུས་ནས། མིའི་འགྲོ་བ་དང་པོ་བྱུང་བ་ནས་དང་པོ་སྐྱེ་རུ་མ་འགྲོ། ཨ་ནི། རྩ་བྲལ་སྦྱིན་པ་ས་ཤིང་ཐོག་སྦྱིན་པ་ས་འགྲོ་བསྡད་ཀྱི་མི་དེ་ཚོ་ག་ལེ་ག་ལེ་སོ་སོ་གི་དེ་ནས་འབད་བརྩོན་ལ་བརྟེན་བསམ་བློ་ལ་བརྟེན་ནས་རིམ་པ་བཞིན་དུ་བྱན་རྒྱུ་བཟོ་ཤེས་མཁན་ཟ་རྒྱུ་བཟོ་ཤེས་མཁན་ཟ་རྒྱུ་གསོ་ཤེས་མཁན། གཉེར་འབེལ་བཞིན་མཁན་ཁང་པ་བཟོ་བཞིན་མཁན་དེ་ནི་བྱ་ལག་དེ་ཚོ་སྟར། བྲི། འདུང། ཞགས་པ། དེ་སྦྱིན་མ་ལ་གུས། ད་དེ་སྦྱིན་མ་སྦྱིན་མ་ལ་རིག་ན་ཡག་ཅི་ད་ཡོང་དུས་དང་གླུ་ལེན་སྤྲོ་བརྡུང་རྒྱན་ཆ་བཏགས་ཡ་དེ་ཚོ་ག་འདྲ་ཅི་བཟོ་ཤེས་ཡོད་བ་རེད། ད་ལྟའི་ལོ་རྒྱུས་ཀྱི་གོ་རིམ་འདྲ་པོ་དེ་དེང་སང་གི་འཛམ་བུ་གླིང་ཐམས་ཅད་ཀྱི་སྐད་སྟོང་དང་འདྲ་པོ་ཅིག་ང་རང་ཚོའི་ཡིག་ཆ་ནང་ལ་ཡོད་རེད་བཤད་ཆོག་ཆོག་ཆགས་དུ་ཡོད་རེད། ཨོ་བྱས་ཙང་ད་ལོ་སྟོང་ཕྲག་གཉིས་ཡན་ཆད་གོང་གི་ལོ་རྒྱུས་མདོར་བསྡུས་ཀྱི་དེ་བཤད་ཚར། དེ་ལ་ངས་ད་ལྟ་ཡི་གེ་དེ་གཅིག་གཏོང་འོང་འདི་སྐོར་ལ་ཡི་གེ་དེ་རྩ་བ་གཅིག་ངས་གཟིགས་བ་ཡིན་དེ་གཏོང་ཚར་རེ་ཁྱེད་ཚོ་ཇི་ལྟ་རུ་གྱིས། ཨོ་དེ་ལས་བཀྲ་ཤིས་བདེ་ལེགས་དེ་ལས་འོང་སོང་ཉོ་ནོ་ཁྱོད་ཨ་ན་དེ་ལས་ངས་ཉང་ཁྲི་བཙན་པོ་གི་ལོ་རྒྱུས་ལ་ཡོང་དགོས།